ཨོ། བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་རྒྱལ་སའི་ལག་ལེན་སློབ་སྟོན་མའི་སློབ་ཚན་གྱི་སློབ་སྟོན་ཉི་ཤུ་པ། རྩ་བའི་ཤོ་ལོ་ཀ་ཉི་ཤུ་པ། ཨོ་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུས་ཟིག་བརྒྱབ་ཡ་དེ་འདྲ་ཡིན། ཨ་ནི་ཟླ་འདི་ལ་རྩ་ཚིག་ཡིན་ན། ཨ་འཚོ་བའི་ཕུང་ཤིང། རྟག་ཏུ་མི་ཡི་གཉིད། ཚབས་ཆེའི་ནད་དང་གདོན་གྱིས་དབབ་ཀྱང་སླར། འགྲོ་ཀུན་སྡིག་སྡུག་བདག་ལ་ལེན་པ་དང། ཞུམ་པ་མེད་པ་རྒྱལ་སྲས་ལག་ལེན་ཡིན། ད་འདིས་ག་རེ་གསུང་གི་ཡོད་པ་རེད་ལབ་ན་ཨེ་ནི་ང་ཚོ་ཆོས་སྒྲུབ་མཁན། འཇིག་རྟེན་གྱི་ཆོས་ཀྱི་རྒྱུ་ནོར་འཚོལ་སྒྲུབ་བྱེད་པ་དང་གཉེན་དང་གཉེན་དུ་རླུང་སྤྱོད་འཚོལ་བ་ལ་སོགས་པའི་ཕྱོགས་ལ་མ་འབད་པར། ཨེ་ནི་ཆོས་ཁོ་ན་སྒྲུབ་པ་དོན་དུ་གཉེར་བ་ཡིན་ན། ཨ་ནི་ལོངས་སྤྱོད་མང་པོ་འཛོམས་གི་མ་རེད་རྒྱུ་ནོར་ལོངས་སྤྱོད་མང་པོ་རྫོགས་གི་མ་རེད་ཨ་ནི་འཚོ་བའི་ཐུར་ཆེན་ཐུར་ཆེན་ཀྱང་ཡག་པོ་ཡོང་གི་མ་རེད་དེ་འདྲ་ཡིན་ཙང་ཨ་ནི་འཚོ་བའི་ཕོངས་པ་འཚོ་བ་ལམ་ན་འཇིག་རྟེན་འདི་ནས་ཨ་ནི་ང་ཚོ་སྲས་སྐུ་ནི་མལ་འོ་དེ་ཚོ་འཚོ་བའི་ཐུར་ཆེན་འཚོ་བ་ཟེར་གི་འཚོ་བའི་ཕོངས་པ་ཨ་ནི་དེ་ཚོ་ཡག་པོ་མ་བྱུང་བ་ཅན་ཨ་ནི། ནད་ཀྱིས་བཏབ། ཨ་ནི་དེ་འདྲ་གི་ཨ་ནི་སྐབས་ཀྱི་སྡུག་རུས་དྲག་པོ་ཆེ་དེ་འདྲ་བཟོ་བ་ཡིན་ན་ཨ་ནི་གནས་ན་ཚ་ཡང་རྣམ་པ་སྣ་ཚོགས་ན། དེ་ཙམ་མ་ཟད་ཨ་ནི། སྡུག་འཇིགས་བཏབ་པ་ད་ཅི་ང་ཚོ་མི་མ་ཡིན་འབྱུང་པོ་ཨང་དེ་འདྲས་གི་འཚེ་བ་ལ་སོགས་པ་དེ་འདྲས་ཡང་གཅིག་ཅི་ན་ཡང་སྲིད་གི་རེད། ནད་ཀྱིས་བཏབ་པ་དེ་འདྲས་གི་ཨ་ནི་སྐབས་བྱུང་དེ་ཨ་ནི་མི་མང་པོ་གི་ཨ་ནི་མཐོང་ཡག་པོ་བཞག་གི་མ་རེད། རྒྱུ་ནོར་ལོངས་སྤྱོད་དང་སྤྱོད་པ་རྒྱུ་མཚན་སྙན་གྲགས་དེ་འདྲ་ཡག་པོ་ཡོད་དུས་ཨ་ནེ་མིའི་དུས་སུ་ཨ་ནེ་པས་བརྩི་མཐོང་དང་ཨ་ནེ་གུས་བཀུར་དེ་འདྲ་བྱེད་གི་རེད་ཨ་ནེ་རྒྱུ་ནོར་ལོངས་སྤྱོད་མེད་པ་མ་ཚད་གཟུགས་ལང་ཚོ་སྙེམས་གནས་དང་སྣ་ཚ་དེ་འདྲ་སྐྱོང་དུས་མིའི་དུས་སུ་བརྩི་མཐོང་ཡག་པོ་མ་བཞག་པ་གི་ནི་སྐབས་དེ་འདྲའི་ཤར་དུ་ཨ་ནེ་སོ་སོ་བློ་སྟོབས་ཞུམ་ནས་ཨ་ནེ་རྒྱུ་ནོར་པ་འགྱུར་ཚ་ཡ་དང་མཚན་སྙན་གྲགས་ཚ་བ་དེ་འདྲ་མི་བྱེད་པ་མ་ཟད། འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡིག་པ་མི་དགེ་བ་དང་སྡུག་བསྔལ་སྡིག་པའི་འབྲས་བུ་སྡུག་བསྔལ་ཚང་མ་དེ་རང་ཉིད་ལ་སྨིན་པར་ཤོག་ཟེར་ནས་ཀྱི་ཨ་ནི་ཨའོ་དེ་སྐྱེ་ངན་ལམ་ཁྱེར་དེ་རེད་སྐྱེ་ངན་ལམ་ཁྱེར་ངོ་ནས་དྲན་ནས་ཀྱི་བསམ་བློ་བཏང་སྟངས་དེ་འདི་རེད་ད་སྐྱེ་ངན་ལམ་ཁྱེར། འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡིག་པ་དང་སྡིག་པའི་འབྲས་བུ་སྡུག་བསྔལ་དང་བཅས་པ་ནི་བདག་ལ་སྨིན་པར་ཤོག་ཟེར་བ། ཤུན་པ་མེད་པ་ཤུན་པ་མེད་པ་ལམ་ན་ཕམ་ཡ་མེད་པ། སྙིང་སྟོབས་ཆེན་པོ། ཨའོ་ཏིན་ཏིག་གི་ཤུན་པ་མེད་པའི་སྒང་ནས་ཨ་ནི་བྱང་ཆུབ་སེམས་དཔའི་ལམ་ལ་སློབ་པ་དེ་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་ཉམས་ལེན་ཡིན། ཨའོ་དེ་འདྲ་གསུངས་པ་རེད། ཨ་ནི་དེ་དེ་ལ།